དེ་ནས་ཀུན་བཏགས་ལས་འཕྲོས་པའི་རྣམ་རྟོག་བཅུ་དེ་གང་དག་རེ་ལ་བ་ཡིན་ན། སྐབས་འདིའི་ཀུན་བཏགས་ལས་འཕྲོས་པའི་རྣམ་རྟོག་བཅུ་དེ་ལ་འགྲེལ་བཤད་བརྒྱ་སྟངས་མང་པོ་ཅིག་འདུག་དེ་ནས་དབུ་མ་གཞན་སྟོང་པའི་ལུགས་ལྟར་དུ་འགྲེལ་བཤད་བརྒྱ་པ་ཡིན་ན་གཞན་དབང་དང་ཀུན་བཏགས་གཉིས་ཀུན་རྫོབ་ཏུ་ཡོད་དང་མེད་དོན་དམ་དུ་ཡོད་དང་མེད་དེ་འདྲ་གི་སྐོར་ལ་འགྲེལ་བཤད་བརྒྱབ་ཀྱི་འདུག་ཡིན་ན་ཡང་འགྲེལ་བཤད་ཚུལ་དང་ལྡན་པ་ཞིག་ཕ་ཆེར་བརྗེད་མི་ཤེས་པ་ལྟ་བུ་དེ་འདྲ་ཞིག་འདུག་ཡིན་ཙང་ཡོངས་གྲགས་ལ་སེམས་ཙམ་པའི་ལུགས་ལ་རྣམ་རྟོག་བཅུ་ལ་འགྲེལ་བཤད་ག་འདྲ་ཞིག་བརྒྱབ་ཀྱི་ཡོད་པ་དེ་བཞིན་དུ་འགྲེལ་བཤད་བརྒྱབ་པ་ཡིན། དེ་ནི་དང་པོ་མེད་པར་རྟོགས་པ་ཟེར་བ་དེ་བདག་དང་ཕུང་པོ་མེད་པར་རྟོགས་པ་དང། དེ་ནི་ཡོད་པར་རྟོགས་པ་ཟེར་བ་དེ་རྟག་གཅིག་རང་དབང་བའི་བདག་འདོད་པའོ་དེ་ལོག་གི་ཡོད་པ་རེད་རྣམ་རྟོག་བཅུ་ཡི་ནང་ལོག་ནས་རྣམ་རྟོག་དང་པོ་གཉིས་དེ་གང་ཟག་གི་རྟགས་དང་འབྲེལ་བའི་རྣམ་རྟོག་ཡིན་པ་རེད་དེ། ལྷག་མ་རྣམས་དེ་ཆོས་ཀྱི་རྟགས་དང་འབྲེལ་བའི་རྣམ་རྟོག་ཡིན་པ་རེད། འོ་དེ་ཡོངས་གྲགས་ལ་སེམས་ཙམ་པའི་ལུགས་ཀྱིས་རྣམ་རྟོག་བཅུ་ལ་འགྲེལ་བཤད་རྒྱག་སྟངས་རེད། དེ་ཡིན་ཙང། དཔེར་ན་བདག་དང་ཕུང་པོ་མེད་པར་རྟོགས་པ་ཟེར་བ་དེ་བྱི་རོལ་བ་རྒྱང་འཕེན་པ་དེ་འདྲ་གི་ལུགས་ལ་བདག་ཟེར་ནས་སྐྱེ་བ་སྔ་མ་ནས་ཕྱི་མར་འགྲོ་མཁན་དེ་འདྲ་ཡོད་པ་མ་རེད། ཕུང་པོ་དེ་འཇིག་སོང་ན་བདག་ཀྱང་འཇིག་འགྲོ་གི་ཡོད་པ་རེད་ཟེར་བ་ལྟ་བུའི་རྣམ་རྟོག་དེ་ཚོ་ཟེར་གི་ཡོད་པ་རེད། ད་ནི་ཡོད་པར་རྟོག་པ་ཟེར་བ་དེ་རྟག་གཅིག་རང་དབང་བའི་བདག་འདོད་པ་བྱི་རོལ་བའི་གྲུབ་མཐའ་ཕལ་ཆེ་བས་བདག་འདོད་གི་ཡོད་པ་རེད་དེ་ཡང་རྟག་པ་དང་གཅིག་པུ་བ་རང་དབང་བའི་བདག་འདོད་གི་ཡོད་པ་རེད་ཨོ་དེའི་རྣམ་རྟོག་དེ་ཉིད་བཤད་གི་ཡོད་པ་རེད། ད་ནི། སྒྲོ་འདོགས་ཀྱིས་གཏོགས་པ་བཟང་བཙན་གཟིགས་གཞན་དུ་འཛིན་པ་འདིའི་སྐོར་ལ་ང་ཚོ་སློབ་ཚན་སྔོན་མ་རྣམས་ཀྱི་ནང་དུ་འགྲེལ་བཤད་མང་པོ་ཅིག་བརྒྱབ་ཟིན་པ་རེད། གང་ལྟར་ན་མིག་ཤེས་དང་མིག་ཤེས་ཀྱི་ཡུལ་དུ་གྱུར་པའི་གཟུགས་གཉིས། ཉེར་ལེན་བག་ཆགས་གཅིག་གི་འབྲས་བུ་རེད་ཟེར་ལབ་པ་རེད། ཡིན་ཙང་གང་ཉིད་རྫས་གཅིག་པ་རེད་ཟེར་ལབ་གི་ཡོད་རེད། ཡིན་ན་ཡང་ང་ཚོ་སོ་སོ་སྐྱེ་བོ་རྣམས་ཀྱི་གཟུགས་དེ་མིག་ཤེས་ཀྱི་རང་བཞིན་དུ་མ་གྲུབ་པ། མིག་ཤེས་ཀྱི་རྫས་སུ་མ་བགྲོད་པར་ཕྱི་རོལ་ཡུལ་དུ་སྤྲོད་པ་ལྟ་བུ་ཅིག་གནང་གི་ཡོད་པ་རེད། འོ་དེ། གཟུང་འཛིན་རྫས་གཞན་དུ་འཛིན་པ་ཟེར་བ་དེ་རེད། ད་ནི་སྐུར་འདེབས་ཀྱི་རྟོག་པ་དེ་གཞན་དབང་མེད་པར་འཛིན་པ། འདིའི་སྐབས་ཀྱི་གཞན་དབང་མེད་པར་འཛུན་པ་ཟེར་བ་དེ་གཞན་དབང་ལ་རྒྱུ་མེད་པར་འཛིན་པ་དངོས་པོ་རྣམས་རང་རང་གི་རྒྱུ་རྐྱེན་ཚོགས་པ་ལས་བྱུང་བ་མ་ཡིན་པར་འཇིག་རྟེན་ཁྱད་པར་བ་བོ་དགའི་སྤྲིན་པར་འདོད་པ། ལ་སོགས་པ་དེ་འདྲ་ཟེར་གྱི་ཡོད་པ་རེད། དེ་ནས་གཅིག་ཏུ་རྟོགས་པ་ཟེར་བ་དེ་གཞན་དབང་ཡོངས་གྲུབ་གཉིས་གཅིག་ཏུ་འཛིན་པ། ཡོངས་གྲུབ་བམ་ཡང་ན་ཆོས་ཉིད་ཡང་ན་སྟོང་པ་ཉིད་ཟེར་བ། དེ་དང་ཀུན་རྫོབ་ཀྱི་ཆོས་རྣམས་ངོ་བོ་གཅིག་ཡིན་པ་རེད། ཡིན་ན་ཡང་སྣང་ཚུལ་ཐ་དད་དུ་སྣང་གི་ཡོད་པ་རེད། ཡིན་ཙང། ཀུན་རྫོབ་ཀྱི་ཆོས་དང་དེ་ཡི་སྟོང་པ་ཉིད་དེ་གཅིག་ཏུ་བཟུང་བ་ཡིན་ན་དེ་ཡང་རྣམ་རྟོག་གམ་ཡང་ན་འཛིན་པ་ཕྱིན་ཅི་ལོག་ཆགས་ཀྱི་ཡོད་པ་རེད། དཔེར་ན་གཟུགས་དང་གཟུགས་ཀྱི་ཆོས་ཉིད་གཉིས་གཅིག་པ་གཅིག་རྐྱང་ཡིན་པ་ཡིན་ན་སོ་སོ་སྐྱེ་བོ་རྣམས་ཀྱིས་ཀྱང་གཟུགས་མཐོང་གི་ཡོད་པ་རེད་དེ་བཞིན་དུ་ཆོས་ཉིད་ཀྱང་མཐོང་པར་ཐལ་བ། འོ་དེ་ཆགས་ཀྱི་ཡོད་པ་རེད། གཞན་པ་གཅིག་ལ་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་སྐབས་སུ་གཟུགས་མཐོང་གི་ཡོད་པ་མ་རེད་གཟུགས་ཀྱི་སྣང་བ་ཡོད་པ་མ་རེད་འོན་ཀྱང་གཟུགས་ཀྱི་དེ་བཞིན་ཉིད་དམ་གཟུགས་ཀྱི་ཡོངས་གྲུབ་མཐོང་གི་ཡོད་པ་རེད། ཡིན་ཙང་གཅིག་པ་གཅིག་རྐྱང་ཡིན་ན་འཕགས་པའི་མཉམ་གཞག་ཡེ་ཤེས་ཀྱིས་ཀྱང་ཀུན་རྫོབ་ཀྱི་ཆོས་མཐོང་བར་འགྱུར་བ་ལ་སོགས་པའི་སྐྱོན་མང་པོ་ཡོད་པ་རེད་དེ་ཡིན་ཙང་དེ་གཉིས་རྣམ་པ་ཐམས་ཅད་དུ་གཅིག་ཏུ་འཛིན་པ་དེ་ཡང་རྣམ་རྟོག་གམ་ཡང་ན་འཛིན་པ་ཕྱིན་ཅི་ལོག་རེད། དེ་ནས་དུ་མར་རྟོག་པ་ཟེར་བ་དེ་གཞན་དབང་ཡོངས་གྲུབ་ངོ་བོ་ཐ་དད་དུ་འཛིན་པ། གཟུགས་དང་གཟུགས་ཀྱི་ཆོས་ཉིད་གཉིས་སྣང་ཚུལ་ཐ་དད་དུ་ཡོད་པ་རེད་དེ་ངོ་བོ་གཅིག་པ་རེད། གལ་ཏེ་ངོ་བོ་གཅིག་པ་མིན་ན་དེ་གཉིས་འབྲེལ་མེད་དོན་ཞེན་ཆགས་འགྲོ་གི་ཡོད་པ་ཡིན་ཙང། གཟུགས་ཀྱི་ཆོས་ཉིད་ཀྱི་གཏན་ས་གི་གཤིས་དེ་ཡོད་པ་མ་རེད་མོད་པ་ཡིན་ཙང་དེ་གཉིས་ངོ་བོ་ཐ་དད་དུ་བཟུང་བ་དེ་ཡང་ཕྱིན་ཅི་ལོག་གི་རྣམ་རྟོག་རེད། དེ་ནས་ངོ་བོ་ཉིད་དུ་རྟོགས་པ་ཟེར་བ་དེ་རྟོགས་པའི་ཡུལ་རང་དབང་དུ་གྲུབ་པ། ང་ཚོས་སློབ་ཚན་སྔོན་མ་རྣམས་ཀྱི་སྐབས་སུ་བཤད་པའི། དཔེར་ན་གཟུགས་འཛིན་པའི་རྟོག་པ་གི་ཡུལ་དུ་གཟུགས་འགྲོ་ཚུལ་དེ། ཨ། མིག་ལ་བརྟེན་གྱི་ཡོད་པ་རེད་དོན་སྤྱི་ལ་བརྟེན་གྱི་ཡོད་པ་རེད་སྒྲ་ལ་བརྟེན་གྱི་ཡོད་པ་རེད་རྟོག་པ་ལ་བརྟེན་གྱི་ཡོད་པ་རེད་མ་གཏོགས་གཟུགས་ཁོ་རང་རང་དབང་གིས་རྟོག་པའི་ཡུལ་དུ་འགྲོ་ཐུབ་ཀྱི་མ་རེད་ཟེར་བཤད་པ་དེ་རེད། གལ་ཏེ་གཟུགས་དེ་རྟོག་པའི་ཡུལ་དུ་རང་དབང་དུ་གྲུབ་སོང་བ་ཡིན་ན་སྟོང་པ་ཉིད་དང་ཆོས་ཀྱི་དབྱིངས་ལ་སོགས་པ་མེད་པར་གྱུར་འགྲོ་གི་རེད། འོ་དེས་ན་གཟུགས་དེ་རང་དབང་གིས་རྟོག་པའི་ཡུལ་དུ་འགྲོ་བར་འཛིན་པ་དེ་ཡང་ཕྱིན་ཅི་ལོག་གི་རྣམ་རྟོག་རེད། ད་ནི་ཁྱད་པར་དུ་རྟོག་པ་ཟེར་བ་དེ་སྐྱེ་འགག་སོགས་རང་དབང་དུ་གྲུབ་པ། གཟུགས་ཀྱི་སྐྱེ་བ་དང་འགག་པ་ལ་སོགས་པ་དེ་དག་དོན་དམ་པར་རམ་ཡང་ན་རང་གི་མཚན་ཉིད་ཀྱིས་གྲུབ་ཡོད་པ་མ་རེད། གཟུགས་ཀྱི་སྐྱེ་བ་དང་འགག་པ་ཟེར་བ་དེ་དག་བརྟུལ་ནས་གྲུབ་པ་ཤ་སྟག་རེད། མདོར་ན་དག་ཡོད་རེད་ཟེར་ལབ་ཀི་ཡོད་པ་རེད་ད་ལྟ་བ་ལ་བརྟུལ་ནས་སྔོན་དུ་སོང་བ་ལ་རྒྱུ་དང་མ་འོངས་པའི་འབྱུང་འགྱུར་ལ་འབྲས་བུ་ཞིག་བཏགས་པ་འོ་དེ་འདྲ་ཅིག་རེད་མ་གཏོགས། རྫས་ཡོད་མ་རེད་དག་ཡོད་རེད་གསུང་གི་ཡོད་པ་རེད། གལ་ཏེ་གཟུགས་བྱེད་པ་དང་གཟུགས་འགག་པ་ལ་སོགས་པ་དེ་དག་རྫས་ཡོད་དུ་གྲུབ་པའམ་ཡང་ན་རང་དབང་དུ་གྲུབ་པར་འཛིན་པ་ཅིག་ཡོད་ན་དེ་ཡང། ལོག་པའི་རྣམ་རྟོག་རེད། ད་ནི་མིང་ལ་དོན་དུ་རྟོག་པ་མིང་སྤྱིའི་དོན་དུ་འཛིན་པ། ང་ཚོ་གཟུགས་ཟེར་མིང་དེ་གོ་བ་དེའི་ཚེ་ན་གཟུགས་ཀྱི་དོན་སྤྱི་ཅིག་ཡིད་ལ་ཤར། དེ་གཉིས་གཟུགས་རེད་བསམ་གྱི་ཡོད་པ་རེད་འོ་དེ་འདྲ་བའི་རྣམ་རྟོག་ལ་མིང་ལ་དོན་དུ་འཛིན་པ་ཞེས་ལབ་ཀྱི་ཡོད་པ་རེད། རང་གི་སྣང་བ་ལ་ཤར་བའི་དངོས་པོ་དེ་དངོས་གནས་དྲང་བའི་ཞིང་ལ་དོན་དངོས་གནས་དེ་ཡིན་པ་མ་རེད་ཡིན་ན་ཡང་སོ་སོ་སྐྱེ་བོ་རྣམས་ཀྱིས་མིང་དེ་དང་དོན་དེ་གཉིས་གཅིག་པ་ལྟ་བུར་ཅིག་འཛིན་གྱི་ཡོད་པ་རེད་འོ་དེ་འདྲ་བའི་རྣམ་རྟོག་ལ་མིང་དོན་དུ་འཛིན་པའི་རྣམ་རྟོག་ཞེས། ད་ནི་དོན་ལ་མིང་དུ་གཏོགས་པ་ཟེར་བ་དེ་གཟུགས་སུ་རུང་བའི་དངོས་པོ་ཅིག་མཐོང་བ་ན་འདི་གཟུགས་རེད་ཟེར་ནས་ལམ་སང་ང་ཚོ་རྣམ་རྟོག་ཅིག་སྐྱེ་ཡོང་གི་ཡོད་པ་རེད། འདི་གཟུགས་རེད་ཟེར་བ་གི་དོན་སྤྱི་དེ་ངོ་ནི་གྲངས་ཅན་ལ་གཟུགས་མ་རེད། ཡིན་ན་ཡང་རང་གི་མཐོང་བའི་ཡུལ་དེ་དང་རང་ལ་ཤར་བའི་རྣམ་རྟོག་གཉིས་གཅིག་པ་འཛིན་གི་ཡོད་པ་ཡིན་ཙང་དོན་ལ་མིང་དུ་འཛིན་པའི་རྣམ་རྟོག་ཟེར་ལབ་གི་ཡོད་པ་རེད།